འདིའི་སྐོར་རྦད་དེ་གཅིག་གསང་ཞུ་དགོས་ཡ་དང། ང་ཚོས་དེ་ལ་རྐུབ་ཞོར་ཅིག་ཐོན་འགྲོ་གི་ཡོད་པ་དང་དེ་འབྲེལ་གྱི་གནས་སྟངས་བཅས་ལ་ངས་ངོས་འཛིན་སྐད་བྱེད་ཀྱི་མེད། ང་རང་ཚོ་ང་རང་ཚོ་ཚང་འཁྲུས། དཔང་རྟགས་ཕར་སྤྲད་ངེས་སུ་རུ་ཅིག་བྱས་པ་ཡིན་ན་ང་ཚོ་ག་ཚོད་ཏག་ཏག་བསྡད་ཀྱི་ཡོད་ན་མེད་ན། དེ་ངེད་ཚང་གཞིག་ཡིན་པ་ལ་ང་རང་ངོས་ནས་ངོས་འཛིན་སྐད་བྱེད་མེད། ད་དོན་དག་ག་རེ་གསུང་དགོས་བར་སྲིད་ན་དཔལ་འབྱོར་ལས་ཁུངས་ཀྱི་མཐུན་རྐྱེན་འདང་ངེས་བྱ་གི་ཡོད་པ་མ་རེད། ད་ལྟ་བསྡད་ཡོད་རེད་ཡོད་མ་རེད།
ལས་རིམ་དང་པོ་མུ་མཐུད་ལས་ཁུངས་དགུ་རིམ་བཞིན་སྔོན་རྩིས་སྤྱི་ཡོངས་ཐོག་བགྲོ་གླེང་དང་གཏན་འབེབས་དེའི་ཐོག་ལ་ཡར་དཔལ་འབྱོར་ལས་ཁུངས་ཀྱི་རྒྱུན་གྲོན་ཐོག་ལ་དེ་ལྟར་འཕེལ་བཞིན་པ་ཡིན། སྤྱི་འཐུས་གསེར་རྟ་ཚུལ་ཁྲིམས་ལགས། ད་ངས་བྱས་ཡ་གཙོ་བོ་དེ། ད་འདི་དུས་ཚོད་ལ་དཔལ་འབྱོར་གྱི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་ཟེར་ཡ་དེ། ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དང་འབྲེལ་བའི་ཐོག་ནས་གནད་འགག་ཆེ་ཤོས་ཀྱི་སྒྲིག་འཛུགས་ཆགས་བསྡད་པ་ཆེ་ས་དེ་འདྲ་ཡིན་དུས། དེའི་གི་ནང་ལོགས་ལ་ལས་ཀ་བྱེད་མྱི་གི་ལས་བྱེད། སྔོན་མ་ཉམས་མྱོང་ཡོད་མྱི་འགན་འཁྱེར་མྱི་སློབ་སྦྱོང་ཡོད་མྱི་མང་པོ་ཞོར་ཅིག་ཐོན་སོང་རེད་ཟེར་ཡ་ད་ལྟ་ཕྱི་ར་ཡོད་མ་རེད་ཟེར་ཡ་གི་གནས་སྟངས་དེ་འདྲ་གོ་ཡ་འདུག། དེ་རིང་འདིའི་འདུ་ཚོགས་ཀྱི་གནས་སྟངས་ཀྱི་ཐོག་ལ་འཆར་གཞི་ག་རེ་ཡོད་གྲ་སྒྲིག་ག་རེ་ཡོད་དེའི་ལས་དོན་གྱི་ཐོག་ལ་ཆེས་གནད་འགག་ཆེ་ཤོས་གྲ་སྒྲིག་ག་འདྲ་བརྩིས་ཡོད་ན། ལས་རྗེས
ད་ལྟ་ཐོན་ཡ་མང་ཆ་གཅིག་གངས་ལྗོངས་དཔལ་འབྱོར་ཞབས་ཞུ་ཁང་གི་ལས་བྱེད་དེ་འདྲས་ཐོན་པ་རེད་དེའི་ནང་ལོགས་ནས། ཕྱི་ཚོ་ཡར་རྒྱས་ཐེབས་རྩ་ནང་ལོགས་ལས་ཡང་ང་ཚོ་ད་འདོད་དམིགས་བཀར་བྱས་ལས་རྗེས་གསོ་སྐྱོང་བྱས་ནས་ད་ལས་གཞི་དང་འབྲེལ་བའི་ཐོག་ནས་ཨ་ནི་ཆེད་ལས་རང་སྒྲུབ་ཐུབ་ཡ་ལས་ཡ་ད་ནི་འབད་བརྩོན་ཅིག་བྱས་བསྡད་ཀྱི་ཡོད་རེད་ད་ལྟ་ལས་བྱེད་རྒན་པ་ཡོད་ལྟ་ངན་ཚུལ་མང་བྱས་ཅིག་བསྡད་བསྡད་ཡོད་གཞན་པ་ལས་བྱེད་དཔལ་འབྱོར་ལས་ཁུངས་གཅིག་པོ་མ་རེད་ཁྱེད་ཚོ་གྲོས་ཚོགས་ནང་ཀ་མེད་ཆུང་མ་ནང་བཞིན་བྱས་ནས་ལོ་གཅིག་ནང་ལོག་ལ་ཡང་རྒས་ཡོལ་འཕེན་ངན་དང་ས་ཁོངས་འགྲོ་ངན་ཚང་མ་ལོག་རྫོངས་པ་ཡིན་ན་ལྔ་བཅུ་ལྔ་བཞི་བཅུག་དེ་བས་ལོ་གཉིས་ནང་རེ་རེ་རེ་ལོ་རེ་རེ་རེ་ནང་ལོག་ལ་ལྔ་བཅུ་ལྔ་བཞི་ལྔ་བཞི་ཆགས་བསྡད་ཀྱི་འདུག་དེ་ཡིན་དུས་ཚང་མ་དེ་དཔལ་འབྱོར་ལས་ཁུངས་གཅིག་པོ་གིས་གལ་ཆེ་ནི་གལ་མ་རེད་བོད་མི་རིགས་ཚོའི་ཁྱོན་ཡོངས་ནས་ཐོན་འགྲོ་ངན། དེ་འདྲ་ཡོང་གི་ཡོད་རེད་བྱས་ནས་ཨེ་ད་ལྟ་ལས་ལས་གཞི་བྱེད་བཞིན་པ་དེ་གས་དེ་ཨེ་ནས་ལས་དོན་ཐག་རང་ག་ལ་ཡང་ཉམས་མྱོང་ལོ་མང་པོ་ཅིག་བསགས་བྱས་ལས་ཀ་བྱས་བསྡད་ཀྱི་ཡོད་བྱས་ནས་དེ་ཞུ་ཡ་ཡིན། རོགས་གཉིས་ཐད་ཀར་ལན་ཡག་གི་ཚར་གཅིག་བྱས་རེད། ཏག་ཏག་བསྡད་ཡོད་རེད་ཡོད་མ་རེད། ཨ་རིའི་གཞུང་གི་རོགས་དངུལ་དེ་གས་དེ་བོད་ཀྱི་ཐེབས་རྩ་གི་བརྒྱུད་ནས་ཡོང་བསྡད་དེ་མང་ཆེ་བ་ཅིག་སྤྱི་ཚོགས་ཡར་རྒྱས་ཐེབས་རྩའི་བརྒྱུད་ནས་ང་ཚོས་ལེན་གྱི་ཡོད་རེད། བར་ལམ་སྤྱི་ལ་ད་ལྟ་བཀའ་ཤག་འདི་ཡར་མ་སླེབས་གོང་ལ། སྤྱི་ཚོགས་ཡར་རྒྱས་ཐེབས་རྩ་ལ་ཡང་ཕྱི་དངུལ་རོགས་དངུལ་ལེན་ཡག་གི་བར་ཆད་ཅིག་བྱུང་བ་རེད། བར་ཆད་བྱུང་ཡག་དེ་ཡང་ང་ཚོས་ལས་བསྡོམས་ནང་ལོག་ལ་བཀོད་སྟངས་ཀྱི་ཐོག་ནས་དཀའ་ངལ་ཞིག་འཕྲད་བྱས། བར་ཆད་དེ་སངས་ཐུབ་བ་རེད། ད་ད་ལྟ་ཡིན་པ་ཡིན་ནས་ཨ་རིའི་ཕྱི་དངུལ་རོགས་དངུལ་ལེན་ཆོད་ཡ་དང། རྒྱལ་ཁབ་ནང་ལོགས་ལ་རོགས་དངུལ་ལེན་ཆོད་ཡ། དེ་གཉིས་ཀ་དེ་ཡོད་ཡོད་པ་རེད་ད་ཡིན་ནས་ད་ལྟ་བཀའ་ཤག་གི་དཔལ་འབྱོར་ལས་ཁུངས་ལ་ཡ་དེབ་སྐྱེལ་བྱས་བཞག་པའི་སྒྲིག་འཛུགས་ཁག་གཅིག་ཡོད་པས་སོང་ཙང་ཨ་རིའི་སྤྱི་ཚོགས་ཡར་རྒྱས་ཐེབས་རྩ་དེ་ཕྱི་དངུལ་རང་རོགས་དངུལ་ལེན་ཡ་ལ་ཡ་བཞག་བཞག་བ་ཡིན་ན་ནི་ལེན་འདོམས་བཟོ་ཡ་མ་བྱེད་དུས་ཚང་པ་ལ་མ་འཁྲུགས་ཡ་དང་དོ་ཕོག་མ་སྤྲོད་ཡ་དང་མ་འོངས་པ་དཀའ་ངལ་མ་འཕྲད་ཡ་ལ་ཡ། བསམ་དང་བྱེད་སྡུག་བྱས་ནས་ཡོད་བྱས་ནས་ཤོད། སྤྱི་ཚོགས་ཡར་རྒྱས་ཐེབས་རྩ་ལ་འཇོག་བཞག་པ་གིས་དེ་སྔའི་གྲངས་ཀ་དེ་ནོར་མེད་ན་ག་རུ་ཉི་ཤུ་རྩ་ལྔ་ཞིག་རྒྱག་རི་གི་གོར་མོ་ད་ཆེ་བ་ཉི་ཤུ་རྩ་ལྔ་ཞིག་འབྱོར་ཡོད་ས་ཡོད། དེ་ནི་ལོ་ལྟར་ཆགས་ང་ཚོ་གི་བསོད་གྲྭ་ད་དགུན་ཚོང་བ་རྣམས་ལ་སྐྱེ་ཁ་ཆུང་ཆུང་གང་ནས་མ་གཡར་ནས་ཅིག་གནང་གོ་རེ་ཆེ་ད་འདི་ཚོས་དེ་གི་གནས་སྟངས་དེ FCRA གིས་ད་ང་ཚོས་ཆ་ངར་ལེན་པའི་ཕྱོགས་ཕེབས་ཀྱི་ཁྲིམས་ཀྱི་ཐོག་ནས་དེ་འདྲ་བྱས་ཏེ་ད་ལྟ་བསྡད་ཡོད་རེད་ཡོད་མ་རེད། དེ་གི་ཐབས་ལམ་དེ་མ་འོངས་པ་ལ་ཡང་མུ་མཐུད་དུ་ང་ཚོ་ཁྲིམས་ཐོག་ནས་དཀའ་ངར་མ་སྤྲད་པ་དང་ད་ལྟ་ང་ཚོས་ནམ་རྒྱུན་གྲོས་ཚོགས་ནང་ལ་སོང་བསྡད་པ་དང་གྲོས་ཚོགས་ནང་ལ་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་སོང་བསྡད་པ་གིས་ང་ཚོས་རོགས་ངེས་རག་བསྡད་པ་དེ་ཚོ། དུས་ཚོད་ཀྱི་ནང་ལ་འགྲོ་སོང་དང་མ་ཐུབ་པ་ཡིན་ན། དེ་ནས་བརྒྱ་ཆ་བརྒྱ་ཆ་བརྒྱ་ལྔ། དེ་ནས་ཚད་དང་ཆད་པ་དང་དེ་འདྲའི་སོང་བ་མང་པོ་ཞིག་ཡོད་རེད་དེའི་སྒང་ལ་དེ་འདྲའི་གླེང་བ་གི་ཉེན་ཁ་དེ་ཡོད་རེད་ཡོད་མ་རེད། ཨ་རིའི་གཞུང་ནས་བོད་གདོང་གི་ལས་ཤིག་ཆེད་དུ་སླེབས་རྗེས་ད། རྒྱ་གར་གཞུང་གི་དཀའ་ངལ་ཁྲིམས་ཀྱི་དཀའ་ངལ་གྱི་ཁྲལ་ཆེ། ཨན་ད་ལྟ་སྤྱི་ཚོགས་ཡར་རྒྱས་ཐབས་རྩ་ལ་ལྷག་བསྡད་ཡོད་པ་དེ་ལྟ་བཀུར་བའི་སྤྱི་དོན་རྣམ་པ་ཚང་མ་ཕྱིན་པ་ཡོད་མ་རེད་ང་ཚོའི་གྲོས་ཚོགས་འདི་ནང་གླེང་སློང་མང་པོ་བྱུང་ཟིན་པ་རེད། ད་ད་ལྟ་ཁྲིམས་འགལ་གི་ཡོད་རེད་ཡོད་མ་རེད་ཞེས་བཀའ་མོལ་མཛོད་ཡིན་པ་ཡིན་ནས་ད་ད་ལྟའི་དུས་ཚོད་ལ་ང་ཚོ་གྲོས་ཚོགས་དེ་ནང་ལ་ཕྱི་གསལ་ནང་གསལ་ཞིབ་པོ་གཅིག་བྱེད་ཀྱི་ཡོད་རེད། དེ་མ་གཏོགས་ཅིག་གིས་གལ་སྲིད། གྲོས་ཚོགས་ནང་ལོགས་ལ་ཡང་དྲི་བ་འདི་རིགས་འདྲ་བོ་དེ་ནས་བཏང་ཞེས་ང་རང་ཚོ་ང་རང་ཚོ་ཚང་ཁྲུས། བོད་རྒྱ་གར་གཞུང་ནས་ཡང་དཔང་རྟགས་ཕར་སྤྲད་མཁན་སུ་རེད་བོ་ཅིག་བྱས་པ་ཡིན་ན་ང་ཚོ་ག་ཚོད་ཏག་ཏག་བསྡད་ཀྱི་ཡོད་ན་མེད་ན། ཀུ་རེ་སྤྱི་འཐུས་རྣམ་པ་ཚོ་མཆན་འགོད་ཀྱི་ཡོད་ན་ང་ཚོ་ཐབས་ལམ་གཞན་པ་ཏན་ཏན་ཡོད་རེད་སྤྱི་འཐུས་རྒྱུན་ལས། རྒྱུན་ནས་མཁྱེན་ཡག་གི་ཐབས་ལམ་ཡོད་རེད་ཞེས་པ་ག་རེ་ཡིན་ནི་ཡོད་རེད་དེ་ཡིན་ནས་ད་ལྟའི་འདི་ལ་ང་ཚོ་ག་རེ་ཞུ་ཐུབ་གི་རེད་ཞུ་བ་ཡིན་ན། ད་ཁྲིམས་དང་མཐུན་པར་འགྲོ་ཡ་རང་གི་ཆེད་དུ་ང་ཚོ་འདི་སྒང་ལ་གོ་བསྡུར་རབ་དང་རིམ་པ་མང་པོ་ཅིག་བྱུང་བ་རེད། ད་ལྟ་དངུལ་དེ་གི་གནས་བབ་ག་རེ་ཆགས་བསྡད་ཡོད་རེད། ཨན་དེ་སྔོན་ལ་ཡང་གྲོས་ཚོགས་ནང་འགྲེལ་བཤད་བརྒྱབ་པའི་སྐབས་ལ། སྤྱི་བདེའི་རོགས་ཚོགས་འཛུགས་དངུལ་སྤྲད་པའི་སྐབས་ལ་དངུལ་བེད་སྤྱོད་ཏང་ཡག་གི་ཆེད་དུ་སྤྲད་ཀྱི་ཡོད་རེད་མ་གཏོགས་ས་ཡག་གི་ཆེད་དུ་སྤྲད་ཀྱི་ཡོད་མ་རེད་ཟེར་གྱིན་ལྟས་ངན་ཞུས་པ་ཡིན། དེ་ཡིན་པ་ཡིན་ན་ད་ལྟ་འདི་ཨེ་དངུལ་བཞག་ཤོག་དེ་ཁྲིམས་ལྟར་འགེལ་གྱི་ཡོད་རེད་འགེལ་གྱི་ཡོད་མ་རེད་ཟེར་གྱིན་གསུང་གི་ཡོད་རེད། ད་དེ་ཚོའི་རིགས་དེ་མ་འོངས་པ་གལ་སྲིད་མཆན་དགོས་ཀྱི་ཡོད་ན་བཀའ་ཤག་ལ་ཁ་ཐུག་བཀའ་འདྲི་གནང་ནས་འདྲི་གི་རེད་ཡིག་ཐོག་ནས་དྲི་བ་དྲི་ཡ་ཡོད་རེད་ཡིན་ནས་ད་རིང་དེ་ང་ཚོ་ལན་རྒྱབ་ཡ་ལེ་ཡ་ཐེ་ཚོམ་གལ་མེད། ག་རེ་ཟེར་ན་དེ་སྔ་ནས་བཀའ་ཤག་སྐབས་ད་ལྟ་འདི་བཅུ་དྲུག་མ་སླེབས་སྔོན་ནས་འགྲོ་སྟངས་གཅིག་བཟོས་བཞག་འགྲོ་སྟངས་བཟོས་ཡས་དེ་ང་ཚོའི་གི་དངུལ་དེ་དངུལ་ཁང་ནང་ཡོད་རེད་དུས་བཀག་བཅད་གཅོད་ནང་བཞག་ཡོད་རེད་འདི་ལྟ་མགྱོགས་སུ་རུ་བྱས་རྗེས་ཨ་ནི་དངུལ་ཁང་ནས་ཚུར་དངུལ་བླངས་ནི་ཚོང་པ་ཚོ་ལ་མང་ཡག་གི་ཡོད་རེད་འདི་ཡིན་དུས་བསམ་པ་འདི་དངུལ་དེ་དཔལ་འབྱོར་ལས་ཁུངས་ཀྱི་ཐེབས་རྩའི་ངོ་བོ་ལ་འགྱུར་ཚར་བས་སོང་ཙང་ཨན། ད་ལྟ་འདི་ཐར་གྱི་ཡོད་རེད་ང་ཚོ། སྐབས་དེ་དུས་རོགས་ཚོགས་ཀྱི་དངུལ་སྤྲད་ངེས་ཡིན་པ་ཡིན། ཨན། རྗེས་ལ་ང་ཚོ་བཀའ་འཁྲོལ་ཞུས་ནས་རོགས་ཚོགས་ལ་ཡང་བཀའ་འཁྲོལ་ཞུས། འདི་ཐེབས་རྩ་གི་ངོ་བོ་ལ་བསྒྱུར་ན་འགྲིག་གི་རེད་བས་ང་ཚོར་དཀའ་ངལ་དེ་འདྲ་དེ་འདྲ་འཕྲད་ཀྱི་འདུག་ཟེར་ནས་ཞུས་ནས་ད་འདི་ལོ་མང་པོ་ཕྱིན་ཚར་བ་རེད། དེ་ད་ལྟའི་བཀའ་ཤག་དེ་གི་དུས་ཡུན་གཅིག་པོ་མ་རེད། དེ་མངལ་ནས་བཟོས་ཟིན་པའི་གི་སྐད་ཆ་ཞིག་རེད། དེ་ད་ལྟ་ང་ཚོ་མུ་མཐུད་ནས་འགྲོ་བསྡད་ཀྱི་ཡོད། ད་ད་ལྟ་ཡིན་པ་ཡིན་ནས་ང་ཚོ་གཅེས་ཆུང་ཟེར་ཡ་དེ་ཡང་དེ་རེད། དངུལ་ཁང་ལ་ང་ཚོའི་ཕར་སྤྲད་ཡ་དེ་བརྒྱ་ཆ་དྲུག་དེ་བྱ་དགའ་སྲི་ད་ག་འདིར་ལྟ་དངུལ་ཁང་གི་ནམ་རྒྱུན་ཆུ་གཡར་ཡག་གི་བརྒྱ་ཆ་དེ་དང་ཕར་སྤྲད་ཡག་གི་བརྒྱ་ཆ་དེར་བརྒྱ་ཆ་གཅིག་ཞིག་བྱེད་པ་ཡོད་རེད། འདི་ད་ལྟ་བར་དུ་དཔལ་འབྱོར་ལས་ཁུངས་ཀྱི་གྱོང་གུད་ཁེ་ཆེ། ཨ་ནི་སུ་ར་ཚོང་ཡ་ལི་ཡ། དེ་མ་ཡིན་པའི་གི་ཚོང་པ་གཞན་པ་ལ་ད་གཡར་དགོས་ཡ་དེ་གའི་དེ་ལོ་རྟག་པར་ཞིག་གཡར་བསྡད་ཀྱི་ཡོད་རེད་དེའི་སྔོན་རྩིས་དེ་ད་ལྟ་འདིའི་ནང་ལོགས་ལ་གསལ་བསྡད་ཡོད་རེད། ལོ་གཅིག་ནང་ལོགས་ལ་ག་ཚོད་གཡར་གི་ཡོད་མེད་དེ་དེ་ཡིན་དུས་བསམ་པ། ད་ལྟ་ང་ཚོ་རྒྱ་གར་གཞུང་གི་ཁྲིམས་དང་མ་འགལ་བའི་གི་ངོ་བོ་ཐོག་ནས་འགྲོ་བསྡད་ཀྱི་ཡོད་རེད་ད་ལྟ་བར་དུ་དཔྱད་ཞིབ་ཟིན་པ་དེ་ཚོའི་ནང་ལོ་ལས་རྒྱ་གར་གཞུང་གི་དེ་འགྲིག་གི་མ་རེད་ཞེས་ཆེ་བཏོན་པ་དེ་འདྲས་བྱུང་མ་སོང་ཞེས་ནས་དེ་ཞུ་གི་ཡོད། ཨ་རི་ཚང་མ་ལོ་ཕྱི་གསལ་ནང་གསལ་བྱེད་ཐུབ་ཀྱི་རེད་དང་མ་རེད་དེ་བཀའ་ཤག་སྐབས་བཅུ་དྲུག་ཐོག་མ་སླེབས་པའི་སྐབས་ནས་ལ་ཡིན་ཕྱི་གསལ་ནང་གསལ་བྱེད་དགོས་ཆ་ཚང་བྱེད་ཀྱི་ཡིན། ཡིན་ནའི་ཁྱེད་ཅག་ནང་བཞིན་བྱེད་མ་ཐུབ་པ་འདི་ག་དེ་གྲོས་ཚོགས་ལས་ཡར་གསུངས་དགོས་རེད་ཞེས་གསུངས་པ་ཡིན་ན་དེ་ད་ལྟ་བསྡད་ཀྱི་མ་རེད་བ། ཁྱེད་ཅག་ནང་བཞིན་བཟོ་དགོས་ཡ་དེ་ང་ཚོའི་འགན་རེད། ཡིན་ནའི་དེ་བརྒྱུད་ལམ་གཞན་དག་གི་ཐོག་ནས་རྣམ་པ་ཚོས་མཁྱེན་ཐུབ་པ་བཟོ་ཡ་གི་ཐབས་ཤེས་ཡོད་རེད་གྲོས་ཚོགས་འདིའི་ནང་ལོགས་ལས་ཡིན་པ་ཡིན་ནའི་སྐར་རྟགས་ཅན་དང་སྐར་རྟགས་མ་ཡིན་པའི་དྲི་བ་བྱེད་ཡ་དེ་བཟོ་དགོས་ཡ་གི་རྒྱུ་མཚན་ཡོད་རེད། ཇི་ལྟར་རབ་པ་དུ་སྐར་ལྟར་མ་ཡིན་པའི་གི་དྲི་བ་ལྟ་ངན་མེད་པ། ཐང་མོ་ལོག་གི་སྐར་ལྟར་ཅན་གི་དྲི་བ་ལྟ་ད་ལྟའི་ཉུང་ཤས་འདྲ་བོ་ཆགས་བསྡད་ཡོད་རེད། དེ་འདི་ཚང་མ་ལ་ཡང་གྲོས་ཚོགས་ཀྱི་ལས་རིམ་ནང་ལ་གཟིགས་པ་ཡིན་ན་འགྲོ་སྟངས་མང་བོ་ཡོད་རེད་ལ། ཚང་མ་གྲོས་ཚོགས་ནང་སྤུངས་དགོས་ཀྱི་ཡོད་མེད་དེ་ཚོ་དེ་འགའ་དེ་དགོངས་པ་བཞེས་དགོས་ཡ་དེ་གལ་ཆེན་པོ་རེད་ཤག། ཨ་རིའི་སྐབས་གཅིག་གྲོས་ཚོགས་ནང་དྲི་བ་དྲིས་ཚར་དུས་འཛིན་སྐྱོང་གི་ལན་མ་འདེབས་པ་ཡིན་ན་ཡང་གྲོས་ཚོགས་འཛིན་སྐྱོང་གི་འགན་མ་ཁུར་བའི་གི་རྣམ་པ་གསལ་བོ་ཆེ་དེ་ཚོའི་ཐོག་ལ་ཡིན་པ་ཡིན་ན། བཀའ་བསྟན་ཚོགས་གཙོ་རྣམ་པ་ཚོ་ལས་ཞུ་སྐུལ་ཡིན། ག་རེ་ཆོག་དང་མི་ཆོག་ཟེར་ཡང་དེ་ཚོགས་གཙོ་རྣམ་པ་ཚོས་ཀྱི་གྲོས་ཚོགས་དེ་ནས་སྟངས་འཛིན་གནང་དགོས་ཡ་དེ་གལ་ཆེན་པོ་རེད། དྲི་བ་བཏང་བཅུག་ཚ་སྐད་ཆ་ཚང་མ་བཤད་བཅུག་ཚ་ནི། ལན་བརྒྱབ་དང་མ་བརྒྱབ་བབས་སྲིད་རེད་གསུང་དུ་ཡོད་ཚོད་དེ་གཞན་པ་ཞིག་གང་ལ་ཡོང་ཡ་མ་གཏོགས་ཅིག་གི་ཚོགས་གཙོ་རྣམ་པ་གཉིས་ཀྱི་སྟངས་འཛིན་དེ་ཚད་ལྡན་ཅིག་ཡོང་གི་ཡོད་ནའང་མེད་ནའང་བསམ་ཡ་གི་ད་དོགས་གཞི་རེད་དགོངས་འཇེ་གནང་རོགས་གནང་བྱས་ནས་རེ་སྒུག་བཞུགས་ཡོད་མ་འདུག་ཅིག་ཚོགས་གནང་བ་ཉིད་ལ་བཀའ་བཏང་ཡོད་ནི་ཡོད་མ་རེད། སྤྱི་བཏང་གི་དེ་གནས་ཚུལ་དེ་གི་དང་པོ་ཚོས་རོགས་ཚོགས་འབྱོར་སྟངས་དང་ཕྱིས་སུ་དེ་ཁོ་པོས་བོན་ལ་དེ་ཚོས་བཟོས་བའི་གི་གནས་སྟངས་ཚང་མ་ཡང་ཤེས་གི་ཡོད་ངས་དེ་ད་འདི་གནས་སྟངས་ལ་ཁྲིམས་དོན་གི་གནས་སྟངས་གང་འདྲ་ཆགས་ཡོད་ན་ཟེར་དེ་དྲིས་རེ་ལན་དེ་རྩ་བའི་རགས་སོང། ཡིན་ནའང་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གི་དེ་ལ་ཚིག་ཅིག་བེད་སྤྱོད་བཏང་སོང། ང་རང་ཚོའི་ནང་ལོགས་ལ་མཚང་བྲིས་ཟེར་དེ་འདྲ་བྱུང་སོང་དེ་ངའི་མཚང་ཞིག་ཡིན་པ་ལ་ང་རང་ངོས་ནས་ངོས་འཛིན་སྐྱེ་བཞིན་མེད་མཚང་བྲིས་པ་དེ་འདྲ་ཡོད་རྩ་བ་ཉིད་ནས་མེད་ད་ཡིན་ན་ཡང། ད་ལྟ་དཔར་བརྗོད་བཀའ་བློན་མཆོག་གི་གསུང་སྟངས་ལ་བལྟས་དུས། དེ་ལྟའི་ཕར་ཆེར་མཚང་ཞིག་གི་འདི་སྟངས་འདྲ་བོ་ཅིག་ཆགས་འགྲོ་གི་མེད་འགྲོ་བསམ་བསམ་ཅིག་གི་དོགས་པ་བྱུང་སོང། དེ་ཞུ་དགོས་པའི་རྒྱུ་མཚན་གཙོ་བོ་ག་རེ་ཡིན་ལབ་ན། གྲོས་ཚོགས་ར་བ་དེའི་ནང་ལ་གླེང་ཆོག་པ་དང་གླེང་མ་ཆོག་པ་གི་ཅིག་བསམ་བློ་བཏང་དགོས་ས་གནས་ཀ་མང་པོ་ཡོད་རེད་གཙོ་བོ་དུ་བདེ་སྲུང་གི་ལས་དོན་བཀའ་ཤག་གི་ཆབ་སྲིད་དུ་འབྲེལ་བའི་ལས་དོན་དེ་ཚོ་གང་ལ་ཡོད་རེད། འདི་ཚོའི་གྲས་དེ་དཔལ་ལྡན་དཔལ་འབྱོར་བཀའ་བློན་མཆོག་གི་གསུང་པ་ནང་བཞིན་གྱི་དཔེ་ཆ་དེ་ཚོ་བཏང་རེད། ང་ཚོའི་ད་ལྟའི་དངུལ་ཁང་ནང་ལ་ཡོད་རེད་ཁྱེད་ཚོ་དེ་འདྲའི་འདིའི་སྐོར་རྦད་དེ་ཅིག་གསང་ཞོག་དགོས་ཡ་དང། ང་ཚོས་དེ་ལ་རྐུབ་ཞོར་ཞིག་ཐོན་འགྲོ་གི་ཡོད་པ་དང་དེ་འབྲེལ་གྱི་གནས་སྟངས་བཅས་ལ་ངས་ངོས་འཛིན་ཁས་བྱེད་ཀྱི་མེད། ཕྱི་གསལ་ནང་གསལ་བྱེད་དགོས་པའི་གནད་འགག་གཙོ་བོ་གཅིག་དེ་དཔལ་འབྱོར་རེད་ང་ཚོ་དེ་ཡང་སྤྱི་ཚོགས་ཡར་རྒྱས་ཐེབས་རྩ་གི་རྒྱུ་ནི་ཨ་རིའི་གཞུང་གི་རོགས་དངུལ་རག་བཞག་པ་དེ་ཚོ་མི་མང་གིས་མཁྱེན་དགོས་རེད་གྲོས་ཚོགས་ཀྱིས་མཁྱེན་དགོས་རེད་དེར་མ་གཏོགས་འདི་གསང་དགོས་ཡག་གི་སྡེ་ཚན་གཅིག་ལ། ངས་དེ་མཐོང་གི་མི་འདུག།
ཁྲིམས་ཀྱི་མདུན་དུ་ཡང་ག་རེ་ཆགས་ཀྱི་ཡོད་པ་དེ་ཚོའི་ཤེས་ཀྱི་ཡོད། ཚང་དྲུག་མའི་གསུང་ཚིག་ཚང་མ་མཁྱེན་གྱི་ཡོད་པ་ཡིན་ན་དྲི་བ་བཏང་དགོས་ཡ་མི་འདུག་བ་བསམ་ཚང་འདྲ་བོ་ཆེ། དྲན་སོ་ད་ཡིན་ནས་ཁྱེད་ལ་ཁྱད་མི་འདུག་ཁོ་དྲི་བ་བཏང་བ་རེད། དོན་དག་ང་ཚོས་ག་རེ་ཞུ་གི་ཡོད་རེད་ཟེར་ན་ད་ལྟ་ང་ཚོ་ཐབས་ལམ་གཞན་པ་དེ་བསྟེན་ནས་བསྡད་ཡོད་ངས་ལན་དེ་ཞུས་པ་ནང་བཞིན་བྱས་ནས། ཐབས་ལམ་གཞན་པ་དེ་བསྟེན་པ་དེ་ཡང་ང་ཚོའི་ཁྲིམས་མཐུན་ལ་ངོས་འཛིན་བྱེད་ཀྱི་ཡོད་རེད་དེ་ཡིན་ནས་ཁོ་ནོར་དང་བཟོ་ངན་བྱིན་པ་ཡིན་ན་བཟོ་མ་ཆོག་དེ་འདྲས་ཡང་མ་རེད་བསམ་བསམ་འདྲ་བྱུང་ཡོད་རེད་དེ་བསམ་པ་ང་ཚོ་ང་རང་ཚོའི་ནང་ལོག་ལ་ཡང་བར་ཐབས་ལམ་དེ་བསྟེན་དགོས་ཡ་དེ་བསྟེན་ད་ལྟ་བར་དུ་གནས་ཚུལ་མེད་པ་དང་མ་འོངས་པ་ཡིན་ནའི་དེ་ད་ད་ལྟ་དཀའ་ངལ་མ་འཕྲད་ཡ་ལ་ཡང་ག་རེ་བྱེད་དགོས་དགོས་མེད་ད་ལྟ་ཡང་ང་ཚོ་མུ་མཐུད་ནས་སྐད་ཆ་བཤད་ནས་བསྡད་ཡོད་ག་རེ་ཟེར་ན་ཐེབས་རྩལ་གྱི་དངུལ་དེ་བུ་ལོན་གྱི་ངོ་བོ་ཐོག་ལ་བཏང་ཆོག་གི་ཡོད་མ་རེད།

ཐབས་ལམ་བཏོན་ནས་འགྲོ་བསྡད་ཀྱི་ཡོད་རེད་བྱས་ཙང། དེ་དེ་ཕྱི་ཚེས་ནང་བྱེད་དགོས་ཕྱི་ཚེས་ནང་བྱེད་དགོས་ཀྱི་ཡོད་རེད་བྱེད་དགོས་ཀྱི་ཡོད་པས་སོང་ཙང་བཀའ་ཤག་སྐབས་འདི་གི་དུས་ཡུན་ལ་ཁ་ཟིན་སྔོན་རྩིས་ཀྱི་འདི་སྐབས་ལས་ཞུས་བ་ཡིན་སྤྱི་ཡོངས་ཀྱི་བགྲོ་གླེང་ལ། བཀའ་ཤག་འདི་གི་དུས་ཡུན་འདི་ཡང་དཔལ་འབྱོར་ལས་ཁུངས་ཕྱི་ཚེས་ནང་བྱེད་མང་ཤོས་བྱས་ཡོད་རེད། མ་དངུལ་གྱི་གནས་བབ་ལོ་ཉི་ཤུ་གྱི་སྙན་ཐོ་བཏོན་པ་རེད། དཔལ་འབྱོར་གྱི་གནས་བབ་ལོ་ཉི་ཤུ་གྱི་བཏོན་པ་རེད། ད་ལྟའི་གི་དཔལ་འབྱོར་བཀའ་བློན་གྱི་གཏམ་བཤད་འདི་ནང་ལོ་འདས་པའི་ལོ་ཉི་ཤུ་གྱི་དངུལ་སོང། གར་ཕྱིན་ཡོད་མོད་དེ་གས་སྟོན་པ་རེད། ད་ཡིན་ནས་ཡོང་འབབ་དེ་ང་ཚོ་ཤི་ལ་ཞུ་གི་ཡོད་མ་རེད། དེའི་ནང་ལོར་རྩིས་འགོ་ཁེ་སྟངས་ལས་ཡིན་པ་ཡིན་ནས་བཀའ་ཤག་གི་ཐབས་ཤེས་སུ་བྱས་ནས་ང་ཚོ་འབོད་སྐུལ་གྱི་བྱ་ཞེར་དེ་བཞག་དགོས་པའི་རྒྱུ་མཚན་ཡོད་རེད། དེ་ཡིན་དུས་ས་མ་ལི་ཡ། ག་ཤེད་ལ་གནད་འགག་འདྲ་ཡོད་པ་ཡིན་ན་དེ་ཞུ་གི་ཡོད་གནད་འགག་དེ་ཞུ་བའི་སྐབས་སུ་ཨོ་ད་ཡང་དེ་གསང་སྟངས་དེར་བལྟས་པ་ཡིན་ན་ཨ་དོགས་པ་ཅིག་བསླངས་ཡོང་གི་འདུག་ཟེར་ཡང་ཡང་བསྐྱར་ཡང་བསྐྱར་དོགས་པ་བསླངས་ཡང་བསྐྱར་ཡང་བསྐྱར་དོགས་པ་བསླངས་དེ་མང་ཚོགས་ལས་དོགས་པ་བསླངས། མང་པོ་ཅིག་གྲོས་ཚོགས་དེ་དོགས་པ་བསླངས་ས་མ་རེད་བ། ང་ཚོ་གྲོས་ཚོགས་དེ་བཟང་པོ་བཟོས་ས་རེད་མི་མང་ནང་ལོག་ལ་ཡིན་ནའི་གནས་ཚུལ་གསལ་པོ་དང་བཟང་པོ་ཡོང་ཡག་གི་ཆེད་དུ་རེད་དེ་ཡིན་དུས་ཚང་མ་དོག་པ་ཡང་ཅན་བླངས་དགོས་ཡག་གི་གནས་སྟངས་གསལ་བ་ཅི་ནས་མེད་འདི་སྐོར་ལ་བཀའ་མོལ་མང་པོ་ཞུ་བྱུང་ས་རེད་མ་བྱུང་བ་དེ་འདྲའི་གང་ཡང་མ་རེད་འདུག་ཟེར་རེད་དེ། དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་ཀྱི་ད་ལྟ TCRC གི་གནས་སྟངས་དང་ཆགས་བསྡད་ཡོད། ད་ལྟའི་ཆ་ལ་ཨ་ནི་དཔལ་འབྱོར་ལས་ཁུངས་ཀྱི་ཁྱབ་ཁོངས་སྡེ་ཚན་འདིའི་འོག་ལ་ལས་བྱེད་ག་ཚད་ཡོད་མེད་དང་གཏན་འཇགས་ལས་བྱེད་ག་ཚད་ཡོད་མེད་དང། དེ་ག་ནང་བཞིན་ཡང་ཆོལ་ཁའི་ལས་བྱེད་ག་ཚད་ཡོད་མེད་དེ་ངས་ད་ཁྲོལ་བའི་ཐོག་ནས་ཅིག་ཞུས་ན་བསམ་སོང། དེ་ཞུས་པའི་ཐོག་ནས་དཔའ་འདས་ཚོགས་གཙོ་མཆོག། ང་རང་ཚོ་ཆེད་ལས་ཀྱི་ཨ་ནི་ལས་བྱེད་རིགས་དུ་ཚོ་རག་ཁག་པོ་ཡོད་རེད་ཡིན་ནའི་རག་ཡོད་རག་འདུག་ཨ་འདི་ཡག་པོ་ཉག་དགོས་ཡ་དེ་ཧ་ལས་གལ་ཆེན་པོ་རེད་ཤག། ཀྲི་སི་ཡ་སི་དེ་ཡང་ད་གཏན་འཇགས་ཀྱི་ལས་བྱེད་འགྲོ་དེ་ལྔ་ཡོད་རེད Technical བྱེད་མཁན་ཚོ་ལྔ་ཡོད་རེད་ཨ་ནི་དེ་ག་ནང། Content སོགས་ངས་ཡིན་པ་འདྲ་འདི་དྲུག་འདུག་ཨ་ནི Non Technical གཉིས་ད་དེ་ཚོ་སྣེ་ལེན་ཞུ་ངེས་དང་དེ་ཚོ་དྲན་ག་རེད་དེའི་སྒང་ལ་ཡང་ཁོ་རང་ཚོའི་ལས་བྱེད་ཟུར་པ་ཚོའི་མཉམ་དུ་མཉམ་རུབ་བྱེད་ནས་ལས་ཀ་བྱས་དེ་འདྲའི་གོ་སྒྲིག་ཞུ་དགོས་ཟེར་ལ་དེའི་མཉམ་དུ་ད་ལྟ་ལྷག་པར་དུ་དྲ་རྒྱའི་གི་བདེ་འཇགས་དང་འབྲེལ་བའི་ཐོག་ནས་ང་ཚོ་དང་བླངས་ཀྱི་ཨ་མི་རི་ཀའི་མི་དེ་འདྲས་ཡོད་རེད་ན། ཀན་ར་ར་ནས་ཚོགས་པ་ཁག་དེ་འདྲས་ཡོད། བོད་གཞུང་ཀམ་པུ་ཏར་སྡེ་ཚན་གྱི་འབྲེལ་བའི་ཐོག་ནས་ཀྱི་ལས་བྱེད་ཀྱི་གྲངས་ཀ་དང་དེ་ཚོ་གསུངས་སོང། དེ་དྲང་མོ་བཤད་ན་ང་དེ་ལ་བློ་ཕམ་ཆེན་པོ་ཡོད། རྒྱུ་མཚན་ག་རེ་བྱས་ནས་ལགས་ན། དམ་འདི་དེ་ཚོ་ལ། ཚན་རིག་དང་ལག་རྩལ་གློག་ཀླད་འདིའི་གི་ཐོག་ནས་ང་ཚོ་གི་སྤྱི་ཚོགས་དེ་གནས་དགོས་དགོས་རེད། བཅུ་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གོ་བརྒྱད་གནས་ཡིད་བྱེད་ནི་ད་ལྟ་གི་གནས་སྟངས་འདིར་ཡོང་ན་ལས་བྱེད་ངེད་ཀྱི་ཚོགས་པ་ཅན་སྔོན་མ་མང་ང་གནས་སྟངས་འདྲ་བོ་ཞིག་ཡོད་རེད། ད་ལྟ་འདྲིས་ཆ་ལ་འདི་འདྲིས་ཞིག་མ་གཏོགས་ཡོད་མ་རེད་འདི་དང་འདྲ་བའི་གནས་སྟངས་ཀྱི་ཐོག་ནས་འགྲོ་སོང་མང་ཞིག་ང་ཚོ་གི་དེ་མིན་ས་གི་སྡེ་ཚན་ཞིག་ལ་ཐང་གོ་རེད་དེ་མ་འགྲིག་རེད་སྐད་བྱེད་གི་མེད་དེ། ཡིན་ན་ཡང་དེ་ག་ཚོད་ང་ཚོའི་བོད་གཞུང་གི་ངོས་ནས་ཤེས་རིག་ལས་ཁུངས་ངོས་ནས་ལོ་རེ་རེ་ལ་ཁོས་ཟུར་བཅོས་ཀྱི་བསམ་པ་བཞག་ནས་ང་ཚོས་གློག་ཀླད་སྒང་ལ་ཆེད་ལས་ཀྱི་མང་པོ་ཐོན་འགོ་བར་བྱེད་ཚར་འདི་ཚོ་ཚང་མ་ལ་ས་མིག་བསྐྲུན་ཐུབ་དང་མི་ཐུབ་གནས་སྟངས་དང་དཔལ་འབྱོར་ལ་རག་ལས་ཡོད་དེ་འདྲས་འདི་ད་ལྟ་འདི་གནས་སྟངས་ལ་ང་རང་གི་སེམས་ཚོར་དེ་རི་བོང་གནམ་རྡིབ་ཀྱི་སེམས་ཁྲལ་ཡིན་འགྲོ་དེ་ཡིན་ན་ང་ཚོས་གི་གམ་པུ་ཏྲ་སྡེ་ཚན་གྱི་མི་ཤག་གི་ཐོག་ནས་མཐུན་རྐྱེན་སྦྱར་མ་ཐུབ། འགྲོ་སོང་གི་ཐོག་ནས་མཐུན་རྐྱེན་སྦྱར་མ་ཐུབ། དེ་སྡེ་ཚན་དེ་ཡང་ཡ་དང་མ་དང་ཀུ་རྦད་དེ་ཅིག་ག་ལ་ཁག་པོ་འདྲ་བོ་ཞིག་གི་གནས་སྟངས་རེད་ཅེས་མ་རྟོགས་པའི་ཆོས་ཅིག་བཟོ་འོས་མི་འདུག། ད་དོན་དག་ག་རེ་གསུང་དགོས་ཟེར་ན་དཔལ་འབྱོར་ནི་དབང་བོ་མཐུན་རྐྱེན་འདང་ངེས་སྦྱར་དགོས་ཡོད་པ་མ་རེད། རེད་པ། མིའི་མཐུན་རྐྱེན་སྦྱར་ཐུབ་ཡོད་པ་མ་རེད། དཔལ་འབྱོར་གྱི་མཐུན་རྐྱེན་སྦྱར་གི་ཡོད་པ་མ་རེད། དེ་བྱས་ཙང་ཨ་ནི་ཀུ་རྦད་སྡེ་ཚན་དེ་ད་ཚད་ལྡན་ཡོང་གི་མེད་པའི་གི་གནས་སྟངས་འདྲ་བོ་ཅིག་གསུང་གི་ཡོད་རེད། བོད་མིའི་སྒྲིག་འཛུགས་ཀྱིས་ཀུ་རྦད་སྡེ་ཚན་ནང་ལོགས་ལ་ས་མིག་བཟོས་བཞག་ཡོད་རེད། ད་ལྟ་ཀམ་པུའུ་ཏར་སྡེ་ཚན་ལ་ཡང་ཁྱེད་རེ་སྤེལ་གི་ཡིག་རྩིས་གཏང་ཡ་རག་གི་ཡོད་མ་རེད། དེ་ནང་བཞིན་གི་རྩིས་ཞིབ་ལས། རྩིས་ཞིབ་ལས་ས་མིག་བཟོ་ཡོད་རེད། རྩིས་ཞིབ་གི་རྒྱབ་ལྗོངས་ཡོད་མཁན་ཡིག་རྩིས་གཏང་གི་རག་གི་ཡོད་མ་རེད། དེ་དངོས་ཡོད་གནས་ཚུལ་རེད། དངོས་ཡོད་གནས་ཚུལ་གཞན་པ་ཅིག་དེ་ཁ་ཚོན་ཞུ་བ་ནང་བཞིན་བྱས་ནས་ཀམ་པུའུ་ཏར་སྒང་ལ་ཡང་དངོས་གནས་དྲ་གནས་སློབ་སྦྱོང་ཡང་ཡག་པོ་ཡོད་ངེས། དེ་འདྲ་ཡོད་པ་ཡིན་ན་བོད་མིའི་སྒྲིག་འཛུགས་ལས་ཕྱི་ལོག་ལས་ཀ་བྱ་འགྲོ་ན་རྦད་དེ་གླ་ཆ་འདྲ་གི་མ་རེད་བ། ད་ལྟ་ལས་ཀ་བྱེད་མཁན་ཚོའི་ནས་སོ་སོ་ཀོམ་པུ་ཏར་ཡག་པོ་ཡོད་ཕྱི་ལོག་ལ་ཕར་ཕྱིན་པ་ཡིན་ན་གླ་ཆ་མང་པོ་ཡོད་ནས་གླ་ཆ་མང་པོ་རག་ཐུ་ཡ་ཡོད་མཁན་ཚོས་ད་ལྟ་བོད་མིའི་སྒྲིག་འཛུགས་ནང་མུ་མཐུད་ནས་ལས་ཀ་བྱས་བསྡད་ད་ང་ཡག་པོ་རེད་ཞེས་ད་གེ་ཀུ་རེ་སྤྱི་འཐུས་གཅིག་གསུངས་སོང། ཆེད་ལས་པ་ཡོད་བསྡད་པ་དེ་ག་དེ་ང་ཚོ་བདག་པོ་རྒྱག་པ་གལ་ཆེན་པོ་རེད་དེ་ཀོམ་པུ་ཏར་སྡེ་ཚན་གཅིག་པོ་མ་རེད་བོད་མིའི་སྒྲིག་འཛུགས་ཀྱི་སྡེ་ཚན་ནང་ལོགས་ལ་ཁྱད་ལས་ཀྱི་སྡེ་ཚན་མང་པོ་ཡོད་དེ་གས་དེ་ང་ཚོའི་གི་གསོལ་ཕོགས་འདང་ངེས་ཕུལ་ཐུབ་ཀྱི་ཡོད་མ་རེད་ཡ་མེད་ན་ང་ཚོ་མ་འོངས་པ་ཁྱད་ལས་པ་དེ་ལ་སོ་སོའི་ཤེས་ཡོན་དང་འཇོན་ཐང་དཔག་སྦས་ཀྱིས་ང་ཚོ་གསོད་པོ། ཨོ་སྲིད་སྐྱོང་གི་གླ་ཆ་ལས་ཐར་བར་འགྲོ་ཆོག་གི་མ་རེད་ཁྲིམས་ཞིབ་པ་ཆེ་བ་ལས་གླ་ཆ་ལས་འགྲོ་ཐར་བར་འགྲོ་ཆོག་གི་མ་རེད་ཟེར་དེ་འདྲ་མ་ཡིན་པ། མིའི་སོ་སོ་སོའི་གི་ཤེས་ཡོན་དང་ནུས་པ་ལ་དཔག་སྦས་ཀྱིས་ཨ་རེ་དེ་ལ་དཔག་སྦས་ཀྱིས་གསོད་པོ་ཕུད་སྟངས་དེ་ཚོ་བཟོ་ཐུབ་བ་འདྲ་བ་བྱིན་ན། འབུམ་གཅིག་གཉིས་གསུམ་བཞིས་ཟླ་བ་ལ་ཕུད་དགོས་བྱུང་གི་ཡོད་ནའི་མི་འཇོན་ཐང་ཡོད་པ་ཡིན་ན། དེ་ནུས་པ་སྟོན་ཐུབ་གི་རེད་བ་དེ་ལ་དཔག་སྦས་ཀྱིས་ཕུད་ཐུབ་བས་དེ་འདྲའི་ག་ཚོད་བཟོ་ཐུབ་ཀྱི་ཡོད་བཟོ་ཐུབ་བས་ཀྱི་ལང་ཀ་གཅིག་སྟོན་ཐུབ་བ་ཡིན་ན། མ་འོངས་པར་ང་ཚོ་དེ་ཚོ་ཡིན་ནའི་ཉར་ཚགས་བྱེད་ཐུབ་གི་རེད། ད་ལྟ་ཡོད་བསྡད་པ་དེ་གའི་དེ་ངས་ལྷག་བསམ་རང་གིས་བསྡད་ཡོད་རེད་བསམ་གྱི་ཡོད། ང་ང་རང་གིས་རེ་བ་འདྲ་པོ་དེ་དེ་ཞུ་བསྡད་ཀྱི་ཡོད། ད་ལས་བྱེད་དགོས་མཁོ་ཡོད་པ་དེ་ང་ཚོས་ཉག་གཞན་པ་ལས་ཀ་དེ་གའི་ཚང་མ་ལོ་ང་ཚོས་ཀྱི་མཉེན་ཆས་བཟོ་དགའི་དང་ལས་ཀ་མང་པོ་བྱུས་ཡོང་གོ་རེད་གྲོས་ཚོགས་དེ་ག་རང་ནས་བཀའ་གྲོས་བཞིན་ལོ་མང་པོ་མཉེན་ཆས་བཀའ་གྲོས་ཞུས་བསྡད་པ་རེད། རེད་བ་དེ་གའི་ཚང་མ་ལོ་ང་ཚོ་ཕྱི་ལ་སྦོ་མ་ཅང་ཅང་བཏང་བསྡད་ཀྱི་ཡོད་རེད་ད་ལྟ། དེ་ཡིན་དུས་བསམ་པ་ལ་ཁམ་ཕུ་ཀྲ་སྡེ་ཚན་རང་ནས་ཇི་ཐུ་ཨེ་ཡོད་པ་ཡིན་ན་ཡིན་དང་ཡིན། ཐེངས་གཅིག་ལས་གཞི་མང་པོ་ཡོང་གི་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཁམ་ཕུ་ཀྲ་སྡེ་ཚན་ནང་ལོགས་ལ་ཡང་ང་ཚོ་གཏན་འཇགས་ལས་བྱེད་མང་པོ་ཞུ་བཅུག་པ་ཡིན་ན། ལས་གཞི་དེ་ཚར་བའི་རྗེས་ལ་ཡང་ལས་བྱེད་ཚོ་ག་རེ་བྱེད་དགོས་རེད། དེའི་བསམ་བཏང་དགོས་ཀྱི་ཡོད་རེད། བོད་མིའི་སྒྲིག་འཛུགས་ནང་ལ་ཡང་བཅུག་ཚར་དུས་བསམ་པ་ཨ་ནི་ངོ་བོ་ག་རེ་ག་རེ་ལ་བཅུག་དགོས་ཀྱི་ཡོད་དང་མེད་དང་དེ་ཚོ་རྣམ་པ་ཚོ་ཕྱིན་ཅི་མ་རེད་བ། ད་ལྟ་ཡིན་པ་ཡིན་ནའི་ང་ཚོ་སྤྱོད་མཁན་གྱི་ལྐོ་ས་དེ་ཁང་ཚ་བཞག་བཞིན་གསུང་གི་ཡོད་རེད་དེ་ཡིན་དུས་ཚགས་པ། ལས་བྱེད་གསར་པ་བསྐོ་ས་གི་ལང་ཀ་དེ་ད་ལྟ་དཀའ་ངལ་འཕྲད་བསྡད་ཡོད་རེད་ཁ་ཆེ་ངས་ཞུ་ན་བཞིན་བྱས་ནས་དེ་མགོ་ལྷད་ང་ལས་ང་ཚོ་རྗེས་ལ་བཀའ་མོལ་ཞུས་ནས་དེ་གའི་ཚང་མ་ལོ་ང་ཚོ་སང་བྱས་འགྲོ་གི་ཡིན་ཨིས། བོད་པའི་ཚོ་པ་ཁག་ལ་རྒྱ་གཞུང་གི་འཕྲིན་སྒྲིག་ས་གཞུང་ཟེར་ཡ་ཅིག་ཚོ་པ་ཁག་ལ་འཕྲིན་སྒྲིག་ས་གཞུང་ཟེར་ཡ་ཅིག་གནང་ཡ་རེད་ཤག་ཨ་འདའི་འཕྲིན་སྒྲིག་ས་གཞུང་རེད་ག་དུས་གནང་ཡ་རེད་དེའི་ནང་ལ་འཛུལ་ཞུགས་བྱས་པ་ཡིན་ན་ཆ་རྐྱེན་ག་རེ་ག་རེ་དགོས་དགོས་རེད།

བོད་པའི་སྤྱི་ཚོགས་ནང་ལོགས་ལ Society དེབ་སྐྱེལ་བྱེད་ཤར་བས་ཀྱི་ཚོགས་པ་ཁག་དང། ཨ་དེའི་སྒང་ལ་ཡང་ཕྱི་རྒྱལ་རོང་ངུ་ལན་ཆོག་ཡག་གི་དེབ་སྐྱེལ་བྱེད་ཤར་བའི་ཚོགས་པ་ཡོངས་བཟོ་བས་ཀྱི་རྩིས་པ་ཡང་ན་མི་གོ་ཆོད་ཅིག་ངེས་པར་དུ་ཟབ་སྦྱོང་དེ་ནང་ལོགས་ལ་བཏང་རོགས་གྱིས། རྒྱ་གར་ནང་ལ་གང་ལྟར་ང་ཚོ་བོད་ཀྱི་ནད་བརྟག་མ་བྱས་ཀྱི་བར་དུ་གནས་དགོས་ཀྱི་ཡོད་དུས་ཨ་འདི་ཁྲིམས་མཐུན་གྱི་ཐོག་ནས་གནས་མ་ཐུབ་པ་ཡིན་ན། ང་ཚོ་གཞུང་མང་བོད་པའི་སྤྱི་ཚོགས་ལ་ཡང་དཀའ་ངལ་འཕྲད་ཡ་རང་བཞིན་གྱི་རྒྱུ་གཅིག་ཆགས་བསྡད་ཀྱི་ཡོད་དུས། ད་ལྟ་ཡིན་པ་ཡིན་ནས་དགོན་སྡེ་ཁག་ཆེ་ཁག་འདི་འདྲའི་དང་འབྲུ་ལྔ་འདི་འདྲའི་སྔ་དྲོ་གཅིག་ལ་ཡང་ཕྱི་རྒྱལ་རོགས་དངུལ་ལེན་ལེན་ཡག་གི་དཀའ་ངལ་འཕྲད་ཅེས་ད་ལྟ་དཀའ་ངལ་འཕྲད་དུ་ཡོད། དགོན་པ་ག་ཤེད་ལ་ཡང་གྲྭ་བ་སྟོང་ཕྲག་ཁ་ཤེད་ཡོད་རེད་དེ་ཚོ་ཉི་མ་རྟག་པར་ཞིག་ཞལ་ལག་ཡོད་ལྷད་ཕུལ་དགོས་ཡོད་རེད་པ་དེ་ཚོ་ཚང་མ་ལོག་འགྲོ་སོང་རེད་པ་ད་ང་ཚོས་ད་ལྟ་ཞུ་ཡས་འདི་ཞུ་འདོད་ཀྱི་ཡོད་ད་འདི་འཇོག་གོ་ཅིག་མ་སང་བ་ཡིན་ན་ང་ཚོ་དགོན་པ་སྒོ་རྒྱག་པ་ཐུ་ཡག་གི་ཉན་ཁ་འདུག་ད་ཕྱི་ནས་འབྲེལ་བའི་ཚུལ་ལ་ཞུས་ནས་རྒྱབ་སྐྱོར་ལེན་ཡག་གི་ཐབས་ཤེས་བྱེད་ཀྱི་ཡོད། ཨ་རིའི་ཟབ་སྦྱོང་འདི་བརྒྱུད་ནས་རྒྱ་གར་གཞུང་གི་ཁྲིམས་དང་མཐུན་པ་སུ་སུ་སུ་དེབ་སྐྱེལ་བྱས་བཞག་པ་དེ་གི་ཁྲིམས་དང་མཐུན་པ། དེ་ཡིན་དུས་བསམ་པ་རྒྱ་གར་གཞུང་གི་དམ་དུ་འགྲོ་བ་ན་ཞིག་ང་རང་ཚོ་གི་གཅེས་སྲུང་བྱེད་ཡ་དང་འགན་འཁེལ་དགོས་ཡ་དེ་གི་དེ་ཚད་ལྡན་ཅིག་བྱེད་མ་ཐུབ་པ་ཡིན་ན་ཨ་ནི་གཞུང་མང་བསྐོ་བྱ་ཡག་གི་ཉན་ཁ་ཡོད་རེད་ཟབ་སྦྱོང་འདི་སྤྲད་ཚར་བའི་རྗེས་ལས་ད་ལྟ་ང་ཚོ་དཀའ་ངལ་དེ་རིགས་འཕྲད་ཀྱི་འདུག་རྒྱ་གར་གཞུང་གི་འབྲེལ་ཡོད་ལས་ཁུངས་ཀྱིས་དྲི་བ་དེ་འདྲས་མ་བཏང་ཡོང་དུས། འབྲེལ་ཡོད་ཚོགས་པ་སོ་སོ་སོ་ལ་ཡང་ད་ཁྱེད་རང་འདི་ན་སྐྱོན་གནད་དེ་འདྲ་དེ་འདྲ་བྱུང་བཞག་དེ་འདྲ་དེ་བྱུང་འདི་བྱས་ནས་ང་ཚོ་དེ་ད་ལྟ་བཀག་གོ་ཐུག་སོང་ཟེར་ཡག་གི། དྲི་བ་མ་བཏང་ཡོང་དུས་ཚང་པ་ལ། ཨ་ནི་སྒྲིག་འཛུགས་མང་ཆེ་བ་གཅིག་གི་རྩིས་པ་བཟོ་རྒྱུན་ལྡན་གྱི་ལྟ་ཞིབ་བྱ་ལ་བསྡད་དེ་འང་དང་དེ་འདྲས་ཀྱི་མ་གཏོགས་ཉམས་མྱོང་ཞིབ་པོ་བཅུ་མེད་དུས་ཨ་ནི་ལན་དེ་འོབས་ཚོད་སུ་རེ་བ་དེ་འདྲས་རྒྱབ་ཆེ་རྒྱག་གཞུང་ལ་ཡར་བཏང་ཡོང་དུས་འབྲེལ་ཡོད་ཚན་པར་ཡར་བཏང་ཡོང་དུས། ཨ་ནི་དེའི་སྡོད་པ་མ་ཁང་བ་ཆེ་ཡང་དྲི་བ་དེ་རང་ཅག་ཀོ་རེ་བྱ་ནས་མ་ལས་ཡོང་གི་འདུག་ཨུ་འདི་གི་དུས་ཚོད་ཞུ་ཞུ་གོ་གི་འདུག་དེ་ཡིན་དུས་ཚན་པ་ལ་གལ་སྲིད་དེ་འདྲའི་དཀའ་ངལ་འཕྲད་བསྡད་ཡོད་ན་ད་རིང་གྲོས་ཚོགས་འདི་བརྒྱུད་ནས་ཞུ་གི་ཡོད་དེ་འདྲའི་དཀའ་ངལ་འཕྲད་པ་ཡིན་ན་དྲི་བ་འབྲེལ་ཡོད་གཞུང་ནས་སླེབས་པ་ཡིན་ན་འདི་ལན་འདི་གཞུང་ལ་ཡར་མ་བཏང་སྔོན་ནས་ང་ཚོ་དོན་གཅོད་ལས་ཁུངས་ལ་འབྲེལ་བ་ཅིག་བྱས་ནས་ང་ཚོས་ལན་དེ་འདྲ་དེ་འདྲ་ཅིག་བཟོ་གི་ཡོད་འདི་ད་ལྟ་བསྡད་འདུག་མི་འདུག་འདི་ཅིག་ལྟ་རོགས་གྱིས་ཟེར་ནས་ཁོ་ཞུ་གི་དགོས་རན་མ་རེད་འདི་ཅིག་ལྟ་རོགས་གྱིས་ལབ་པ་ཡིན་ན་འདི་ལན་རྒྱབ་སྟངས་འདི་ང་ཚོས་ད་ལྟ་བསྡད་འདུག་མི་འདུག་བལྟས་བྱས་ཨ་ནི་དེ་ནས་ཡར་བཏང་བ་ཡིན་ན་ཨ་ནི་ཀོ་ར་ཡ་ཅག་ཡང་བསྐྱར་རྒྱབ་ཕྱིར་ཟླ་བ་དང་ལོ་གོ་མ་བའི་གནས་སྟངས་འདིར་ཆེ་བ་ཅིག་ཏན་ཏན་བཟོ་གི་འདུག་དེ་ད་ལྟ་ཡིན་ནས་ཡོང་བསྡད་ཀྱི་འདུག་ས་གནས་རུ་འགྲོ་བའི་སྐབས་ལ་ཚོགས་པ་སོ་སོ་སུ་ལས་འདི་ཞུ་སྡོད་ཀྱི་ཡོད། དེ་ཡིན་དུས་ད་རིང་རྒྱ་གཞུང་གིས་ཁྲིམས་དང་སྒྲིག་གཞི་གང་ལ་དེབ་སྐྱེལ་བྱས་པའི་ཚོགས་པ་དང་ཕྱི་དངུལ་ལེན་ཆོག་ཡག་གི་དེ་ཚོ་གང་ནས་ཡང་ད་ལྟ་བར་དུ་བྱས་བཞག་པ་ནང་ལོ་ནས་ང་ཚོ་ལྷོ་ཕྱོགས་དང་དབུས་ཀྱི་གཞིས་ཆགས་ཁག་ལ་ཡང

དེབ་སྤྱི་བྱས་ཞེས་པ་དེ་ཚོགས་པ་ཉིས་བརྒྱ་མན་པའི་མན་ཞིག་གི་གྲངས་ཀ་སྤྲད་ཡོད་རེད་དེ། ཕྱི་རྒྱལ་རོང་མུས་ལན་ཆོས་ཡག་གི་ཚོགས་པ་དེ་བརྒྱད་ཅུ་ལྷག་ཞིག་གི་གྲངས་ཀ་སྤྲད་ཡོད་རེད་དེ་ཡིན་དུས་བསམ་པ་དེབ་སྤྱི་བྱས་ཞེས་པ་ཚང་མ་ལོག་མཉམ་ཞུགས་བྱེད་ཐུབ་པ་ཡིན་ན་ང་ཚོའི་མཐུན་རྐྱེན་དེ་སྦྱར་གི་ཡོད་རེད་ཆེད་མངགས་སྦྱར་གི་ཡོད་གལ་ཆེན་པོ་རྩིས་བྱས་ནས་རེད་འདི་གོ་སྐབས་མ་བླངས་བ་ཡིན་ན་ཨ་ནི། ད་ཚོགས་པ་སོ་སོ་སོ་ཨ་ནི་མ་འོངས་པ་དཀའ་ངལ་འཕྲད་ཡོང་དུས་བསམ་པ་ཡང་རྙེད་ས་དེ་བོད་མི་སྒྲིག་འཛུགས་ལ་མ་གཏོགས་མི་འདུག་བ། ཐ་མ་དེ་བོད་མིའི་སྒྲིག་འཛུགས་ལ་བསྙད་དགོས་ཡོད་རེད། ཨན་དེ་དུས་བོད་མིའི་སྒྲིག་འཛུགས་རོགས་པ་བྱེད་གི་མི་འདུག་ཅིག་བྱེད་གི་མི་འདུག་ཟེར་ནའི་ནས་དེ་སྐྱ་སེང་བུ་ཆགས་འགྲོ་གི་ཡོད་རེད་དེ་ཡིན་དུས་ས་བ་ཁ་ཆེའི་འདི་བ་གྲོས་ཚོགས་ནས་གསུངས་སོ་ཆུང་མ་ཡོང་ངོ་ནས་ཨ་ནི་རག་རྡ་གོ་ཨེ་འཛུ་ད་ལྟ་ནས་ང་ཚོ་གྲ་སྒྲིག་ཡག་པོ་བྱེད་ཐུབ་བ་ཡིན་དེ་ཚོ་ཕྲན་ག་དེ་ད་ཆུང་མ་ཡོང་ངོ་ནས་རག་རྒྱ་ཡག་གི་ལས་གཞི་གལ་ཆེན་པོ་ཆགས་སྡོད་ཀྱི་ཡོད་ཨ་ནི་ཀུ་རེ་གཅིག་སྡོད་ཀྱི་དྲི་བ་བཏང་བ་ཐུགས་རྗེ་ཆེ་ཨ་ནི་ད་རེས་འདི་བརྒྱུད་ནས་ཨ་མ་མ་ཅིག་མཉམ་ཞུགས་གནང་རོགས་དང་མཉམ་ཞུགས་གནང་རོགས་གནང། དེ་ན་བཞིན་ཅིག་དགྲ་གཞུང་ཁྲིམས་བརྩི་བཀུར་བྱེད་ཡ་དེ་དོ་ན་གནང་རོགས་གནང་ཞེས་ཞུ།